Christmas ཉིན་མོ་དེ་ལ་མི་སྟོང་ཕྲག་བཅུ། ཨ་ནི Boxing Day ཉིན་མོ་དེ་ལ་མི་སྟོང་ཕྲག་བཅུ་མ་སེམས། ཨ་འདི་ན་བཞིན་གྱི་ད་རི་ཁ་སང Test བྱེད་ཡ PCR Test བྱེད་ཡ་ཅིག་ཡོད་རུང་འོང་འདི་གི Appointment ཁོ་ར་རག་གི་མི་འདུག་ས་ཨ་ནི་ག་ཚོད་ཡོད་ར་ད་ན་ཚ་ཡོད་ངེས་བྱས་ཨ་ནི Test བྱེད་མ་ཐུག་ནས་ཧ་མ་གོ་ན་ལྷག་དེ་ངེས་དེ་འདྲས་རུང་འདི་ཡིན་དུས་ཙམ་པ་ལ་ཨ་ནི་འཛོམས་འཛོམས་དང་དེ་འདྲས་ཡོད་ན་ཁྱེད་རང་ཚོ་ལ་གི་སི་ཡང་ཅིག། དེ་འདྲས་ཀྱི་རྟགས་མཚན་འདྲ་བོ་དང་དེ་འདྲས་ཡོད་བ་ར་གཅིག་ཡིན་ན། ཡིན་གཅིག་མིན་གཅིག་ཟུར་བཀག་དེ་རོ་གཅིག་གང་ཡིན་ཟེར་ན་ན་ཚ་དེ་མགྱོགས་པོ་ཞི་བོ་ད་ལྟ་འདི་ག་ལ་ཨོམ་རི་ཀོན་དེ་ཨོམ་རི་ཀོན་དེ་དཔེ་མགྱོགས་པོ་ཁྱབ་ཀྱི་འདུག་བ་དེ་འདྲས་ཡིན་དུས་ཙམ་པ་ལ་དེ་བྱས་ནས་ཟུར་བཀག་དེ་ཡིན་གཅིག་མིན་གཅིག་དེ་རོ་བྱས་བྱས་འདི་གཉིས་ཀྱི་སྦས་སྐུལ་ནན་ཏན་འདྲ་བོ་གཅིག་ཞུ་ངེས་འཕྲོ་ཟུར་བ་ཨ་ནི་སྤྱི་བཏང་གི་ང་དང་མགོ་དགོན་བདག།

དེ་ཡིན་དེ་ཙམ་པ་ལ་ཐིག་གཅིག་ཡོད་ན། ཐིག་གཅིག་ཡོད་ན Negative རེད་ཐིག་གཉིས་ཡོད་བ་ར་ཅི་ཡིན་ན་ཨ་ནི Positive Check དོ། ཡང་ཁྱེད་རང་ཚོ་ལ་གལ་སྲིད COVID གི་དེ་འདྲའི་བརྟག་བཅོས་བྱེད་དགོས་ཡ་འདྲ་བོ་དང་ཡང་ཁྱེད་རང་ཚོ་ལ་བརྟག་བཅོས་བྱེད་ཡ་སོ་སོ་ནང་ལ་བརྟག་བཅོས་བྱེད་ཡ་མེད་བ་ར་ཅི་ཡིན་ན་ནི་ང་ལ་རྐང་ཁ་ཤས་ཅིག་ལྷག་ཡོད་ངས་འོན་ཏེ་ཡང་ཁྱེད་རང་ཚོ་ལ་ཕུལ་ཆོག་ར།

ངེད་ཀྱིས་ག་ལ་འོ་རེད། ཁྱེད་རང་ཚོ་ལ Omicron དང་དེ་ཚོ་ན་ཚ་དེ་ཚོའི་སྐོར་ལ Test ཅིག་འདྲ་བཞིན་མ་རྒྱག་བ་འདྲ་བྱས་ན་ང་ཚོ་བོད་པ་དམིགས་བསལ་གྱི་ཨ་ནི་བོད་པ་མང་པོ་ཞོལ་ན་ཡོད་སར་ཁ་སིན། ད་ཁ་སིན་ཁྱེད་གཉིས་སྡེ་བ་ཅིག་ལ་ཨ་ནི་བོད་པ་མང་པོ་ཅིག་ལ་ན་ཡང་ན་ཚ་དེ་ཕག་ག་ཅན་ལ་ན་དམིགས་བསལ་གྱི་ད་ལྟ་གུང་སེང་གི་དུས་ཚོད་བྱས་ཨ་ནི་འཛོམས་འཛོམས་ད་ད་བྱེད་ཡ་མང་པོ་འདྲ་བོ་ཅིག་ཡོད་རེད་བ་དེ་ཡིན་དུས་ཙམ་པ་ལ་ཨ་ནི་དེ་འདྲ་བྱས་ན་བོད་པ་མང་པོ་ཞོལ་ན་ཡོད་སར་བ་དེ་ཡིན་དུས།

ཡབ་མེས་ཞུ་དོ་འདི་གང་གོ་ཅིག་མར་ཤིན་ཤིག་མར་ལ་ནི་བད་ཁོ་རང་ངོ་འདི་འདྲ་བྱེད་ངེས་དོ་ཡང་འདི་དག་ཕྱོགས་གཞན་པ་ཅིག་ནས་བསམ་བློ་བཏང་བ་ར་ཅིག་ཡིན་ནམ། སོ་སོ་གི་མི་ཚེ་ལ་རིན་ཐང་ག་ཚོད་སྤྲད་མ་སྤྲད་དེ་སོ་སོའི་ལག་པར་རེད་མི་ཕ་ཕྱོགས་ཀྱི་མི་ཚེ་འདི་སོ་སོ་གི་ཐག་གཅོད་བྱས་ཡོད་མར་བ་དེ་ཡིན་དུས་ཙམ་པ་ཁོང་ཚོ་གི་རིན་ཐང་ག་ཚོད་ཡོད་དང་མ་ཡོད་དེ་སོ་སོ་ཐག་གཅོད་བྱས་མེད་དུས་ཙམ་པ་ལ་འདི་ལ་དོ་སྣང་བྱེད་རོགས་གྱིས་བྱས་འོང་དེ་ཞུ་ཡ་ཡིན་ཨ་ནི། ཡ་ད།

མི་དཀྱུས་མ་དང་མ་འདྲ་བ་རོ་ཨ་ཡ་ཨ་ནེའི་བུད་མེད་ཀྱི་ཚོགས་གཙོ་ཨ་ནེ་དེ་འདྲའི་ན་བ་ར་ཅིག་ཡིན་ན་མི་མང་པོ་ཅིག་བསྟེན་དེ་ཡར་འདི་ཡིན་འདི་བརྩམས་པ་ལ་ཐུགས་ཅག་སྐུ་སུ་ལ་ཐུགས་ཅག་གནང་རོགས་གནང་བྱས་རོ་ཨ་ཨ་ནེའི་རྩ་དོན་ལ་གྱོང་རག་གིར་དང་རོ་ཨ་ཡ་འདི་ཡིན་འདི་བརྩམས་པ་ལ་འོན་འདི་ཅིག་ད་ལྟ་དེ་ཐོབ་བརྒྱ་གོ་བརྒྱ་ནུབ་ལམ་ལ

སྤྱི་ཚོགས་ཀྱི་སྡིངས་ཆ་འདི་ཡི་དཀྱིལ་ལ་སྤྱི་ཚོགས་ཀྱི་ཆེད་དུ་ལས་ཀ་བྱེད་དེ་དུས་ཙམ་པ་ལ་ང་རང་སེམས་པ་ནང་ནས་ཡང་གཅིག་དམིགས་བསལ་གྱི་གུས་ཞབས་སླེ་དེ་ཨེ་འདྲ་བོ་ཅིག་དང་སྙིང་རྗེ། དཀའ་ལས་རྒྱབ་ཀྱི་འདུག་ཨ་བསམ་བསམ་འདྲ་བོ་ཅིག་ད་ལོ་ཆེན་པོ་འདི་ག་སླེ་ཚེ་ན་ད་འདོད་དཀའ་ལས་འདི་འདྲ་རྒྱབ་ཀྱི་འདུག་ཨ་བསམ་བསམ་འདྲ་བོ་ཅིག་གི་སེམས་པ་ནང་ལ་དགའ་བ་ཤུགས་ཆེན་པོ་ཅིག་སྒོམ་དགོས་ཨ་ནི་ང་དང་ང་འདྲ་བ་མི་ཁ་བཙུམ་བསྡད་དེ་ངའི་ལག་འོར་བ་འདིའི་སྐོར་ལ་ཞེ་དྲག་ཞེ་དྲག་ཤུགས་ཆེན་པོ་མ་བཤད་ངས་ཕྱི་ནས་ད་ང་ད་ནམ་རྒྱུན་ཡང་བཤད་འདི་སྐོར་ལ་འདི་ན་བཞིན་མི་མང་པོ་ཅིག།

ག་ལ་བར་ད་དཀའ་ངལ་ནིའུ་ཡོག་ལ་བུད་མེད་ཀྱི་དཀའ་ངལ་དེ་རོ། བུད་མེད་བུད་མེད་ལྷན་ཚོགས་ཀྱི་དཀའ་རྙོག་དེ་ཨ་ནི་ད། ང་ཚོ་སེམས་འཚབ་ཡོད་རོ་སེམས་འཚབ་ཡོད་འོན་དེ་ཡིན་དུས་ཙམ་པ་ལ་འདི་ག་ལ་ཨ་ནི་ང་ཚོ་དོ་སྣང་བྱེད་ནས་བསྡད་དེ་ཡོད་རོ་ཡིན་ནས་མང་པོ་ཅིག་གང་དགོས་ཅིག་སུ། མང་པོ་ཅིག་གང་དགོས་ཅིག་ད་བཤད་ཐུབ་ས་མ་རེད་དེ་ཡིན་དུས་ཙམ་པ་ལ་ཨ་ནི་ནུ་བོ་བླ་མ་ལགས། སེམས་ཤུགས་མ་ཆག་རོ་ཆེ་ཨ་ནི། ང་ཚོ་དཀའ་ངལ་མང་པོ་ཅིག་ཨ་ནི་ག་ལ་བར་ད་གདོང་ལེན་བྱས་ནས་འགྲོ་དགོས་རོ། དེ་ཡིན་དུས་ཙམ་པ་ལ་ད་ད་ལྟ་གདོང་ལེན་བྱེད་ཡའི་དུས་ཚོད་དེ་རེད་བསམ་གྱི་འདུག་རོ། འོན་ཏེ་འདི་ཡིན་ཨ་ནི་དུས་ཅིག་བྱས། འདི་ཅིག་བྱས་ཨ་ནི་ད་ད་ད་ངེད་ཀྱི་ཡང་ཅིག་ཁ་སང་ངེད་ཅག། སྤྱི་བཏང་གི་གོ་ཡ་བྱེད་པ་ར་བྱེད་ན་ལྟ་ངན་གི་ཏེ་སྤྱི་ངན་ཡིན་ར་བ། སྲིད་སྐྱོང་གི་ཁ་སང་ཕེ་ཁའི་གཏམ་བཤད་གཞོན་ནུ་གི་དུས་གཞོན་ནུ་གི་ཉིན་མོ་གཞོན་ནུ་དུས་ཆེན་དེ་ལ་ཨ་ནི་སྲིད་སྐྱོང་གི་གཏམ་བཤད་བྱེད་རྒྱོ་དེ་ལ་ཨ་ནི་དངོས་གནས་ཁོ་རང

རོ་ཡ་ཡག་པོ་འདུག་བ་རེད་ད་ཡག་ག་རེད་ལགས་མེད་ད་སྤྱི་སྟངས་ཀྱི་གཏམ་བཤད་ག་བ་ཡིན་ན་ཨ་ནི་ང་ཚོ་གཏམ་བཤད་ཡིན་དུས་ཙམ་པ་ལ་མི་ཚང་མ་ཉོབ་འགྲོ་གི་ཡོད་རོ་ཡ་ཚོགས་པ་བྱེད་ལ་ཚོགས་དུས་ཨ་ནི་ཞེའུ་མང་པོ་བཤད་གོ་ཡ་ཚོ་ཡ་བཅད་མེད་རྒྱོ་སེམས་པ་ན་ལ་བཟུ་ཡ་བཅད་མེད་རྒྱོ་མི་འདུག་བས་ཨ་ནི་དེ་འདྲ་བྱེད་དུས་ཙམ་པ་ལ་ང་ཚོ་གི་བཀའ་སློབ་གནང་གི་འདུག་ལ་ན་ད།

ཆབ་སྲིད་ཀྱི་དཔོན་པོ་དེ་ཚོ་གི་ལས་ཀ་བྱེད་ཀྱི་མི་འདུག་སྲིད་སྐྱོང་སྤེན་པ་ཚེ་རིང་གི་བྱེད་ཀྱི་མི་འདུག་ཨ་ནི་དེ་འདྲའི་ཕྱིན་ནས་ང་ཚོ་གི་ད་མང་པོ་ཅིག་བཤད་དེ་གོ་རོགས་བཤད་དེ་གོ་རོགས་གང་ཡིན་ཟེར་ན་ང་ཚོ་མིག་མཐོང་ལག་ཟིན་ལགས་རོ་མིག་གི་མཐོང་ལག་པ་ཟིན་མྱལ་ཡོད་རྒྱོ་དེ་ག་རེ་རེད་ལ་ན་དེང་དུས་ཀྱི་ཨ་ནི་འཛམ་བུ་གླིང་འདི་ཡི་སྟེང་ལ་རོ་རྒྱ་ནག་ལ་གནོད་ཤུགས་སྤྲད་དེ་འཛམ་བུ་གླིང་ཚང་མ་གི་རྒྱ་ནག་ལ་གནོད་ཤུགས་སྤྲད་དེ་དེ་འདྲའི་གི་དུས་ཚོད་ག་ལ་གོ་རེད་ང་ཚོ་ཕྱོགས་གཅིག་ནས་ལྟ་དུས་ཙམ་པ་ལ་ང་ཚོས་གི་དགྲ་དེ་ལ། སྟོབས་ཤུགས་མ་བཅའ་ཡག་གི་ཆེད་དུ་ཨ་ནི་ནུས་པ། ག་ལ་བོར་འཛམ་བུ་གླིང་ཚང་མའི་གི་ཨ་ནི་ཅིག་ནུས་པ་ཤུགས་ཆེན་པོ་ཅིག་མཉམ་སྤུངས་བྱེད་ནས་རུ་བ་དེ་འདྲའི་བྱེད་བསྡད་བའི་དུས་ཚོད་འདི་ག་ལ་ཨ་ནི་ང་ཚོ་ད་ལྟ་བར་དུ་བོད་བོད་བོད་ལ་ནི་ག་དུས་ཡིན་ན་ཤིང་ཅང་ངོས་ལ་ང་ཚོ་བོད་གླེ་གི་རེད་ཧོང་ཀོང་ངོས་ལ་ང་ཚོ་གླེ་གི་རེད་ཐའི་ཝན་ངོས་ལ་ང་ཚོ་གླེ་གི་རེད་བོད་པ་བྱས་ཨ་ནི་དེ་ནས་ཐའི་ཝན་དང་ཧོང་ཀོང་ལ་ནི་མ་འགྲོ་གི་རུ་བ་ད་ད་ལྟ་བར་དུ་བོད་ལ་ཡ་དེ་བརླག་དུས་ཙམ་པ་ལ་ང་ཚོ་རྩ་དོན་འདི། དངོས་གནས་ཁོ་རང་གང་འཚམ་གང་འཚམ་བྱས་ནས་ཨ་རིག་གི་ཨ་རིག་གི་ཨ་ནི་ད་ང་ཚོ་ལ་དཔེ་ཤ་དེ་ད་ལྟ་བཙན་བྱོལ་གཞུང་ལ་ཨ་ནི་རོགས་རམ་བྱེད་དེ་ཡས་དེ་ཡས་ཕལ་ཆེན་ཆད་འགྲོ་ཡས་ཀྱི་ཉེན་ཁ་ཤུགས་ཆེན་པོ་ཞི་བོ་ཅིག་རོ་བ་ཨ་ནི་ལས་ཀ་བྱེད་ངེས་དུ་འཚོ་ལས་ཀ་བྱེད་ཀྱི་མི་འདུག་ལ་ནི་ད་འདི་ང་ཚོ་སྤེན་པ་ཚེ་རིང་གི་ལས་ཀ་བྱེད་ཀྱི་མི་འདུག་ལ་ནི་འདི་འདི་རང་ཤུགས་ཆེན་པོ་བྱས་ནས་ད་ཨ།

རོ། སྲིད་ཟུར་གྱི་ཁ་སང་ངེད་ཅག་ཨ་ནི་ང་ཚོ་བོད་རྒྱ་སྤྱི་སྟེང་ལ་བོད་ལ་ཡ་དེ་མིང་དེ་མ་ལས་ཡ་དེ་རྒྱུ་མཚན་ག་བ་ལ་ཐུག་གི་འདུག་དོན་དག་ག་བ་ལ་ཐུག་གི་འདུག་འདིའི་ནང་ནས་རྩོམ་བྲིས་ས་ག་བ་ག་བ་ལ་ཡོད་རྒྱ་སྤྱི་གི་ཨ་ནི་དངོས་གནས་ཁོ་རང་མི་དབང་ཚད་ཡོད་ངེས་དུ་འཛོལ་གྱི་ཨ་ནི་གནས་ཚུལ་ག་རི་ལ་ཆ་བཞག་གོ་རེད།

ད་ལྟ་ཤར་ཕྱོགས་ཀུ་ཏཱ་ལའི་དང། གླུ་གར་འབྱམས་ཀླས་ཀྲོའུ་དང། ཚ་ར་ཚོ་ར་མང་པོ་ཡོད། རྩོམ་རྒྱག་ངེས་རྩོམ། བཙན་བྱོལ་གྱི་སྤྱི་ཚོགས་ནང་ལོ་ལ་རྩོམ་བྲིས་འདི་ངེས། དངོས་གནས་ཁོ་རང་མཁས་དབང་མང་པོ་ཞེའུ་ཡོད། མཁས་དབང་ཟོང་དོང་རིན་པོ་ཆེ་དང་ད་ལྟ་འདུ་འཛོ་ཚང་མ། དངོས་གནས་ཁོ་རང་རྩོམ་བྲིས་པོ་རོ། དེ་འདྲའི་སྐོར་ལ་རྩོམ་བྲིས་ནས་ང་ཚོ་རྒྱལ་སྤྱིའི་སྟེང་དཀའ་ལས་ཐུག་ཡས་འདུག་རོགས་ཡ། གཞན་པ་མཁས་དབང་ལ་ནི་ག་ཆེ་བོར་ད་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོག་ལ་བཙན་བྱོལ་མི་འདི་མགོ་བསྣེམས་ཏེ་གཅིག་གོ་གཅིག་གི་ཆེད་དུ་མཁས་དབང་ཡིན་ན་རོགས་ཡ། ག་རེ་ཆོས་ཡོད་རེད་ད་དྲང་པོ་ལབ་བོ་རོགས་ཡ། དངོས་གནས་ཁོ་རང་མཁས་དབང་ད། དངོས་གནས་ཁོ་རང་མཁས་དབང་ཡིན་པ་རེད་ཅེས་ཡིན་ན་ད་ད་ག་ས། མང་པོ་འདུག་བ་ད། ཡི་གེ་བྲིས་ཏེ་ངས་ཚ་ར་ཚོ་ར། བཙན་བྱོལ་ནང་ལོག་ལ་གཅིག་ང་མཁས་དབང་ཡིན་ཁོ་མཁས་དབང་ཡིན་ལ་དེ་ངས་རེད་བོ་ངས་ད་ད་མིང་ལ་སོ་ད་དཔེ་ན་རེད་བོ་ཡིན་ན་ཀླུ་མཁར་བྱམས་ཡིན་ན་དེ་བཞུགས་མཁས་དབང་ཡིན་ལ་གི་ད། ད་ཁོ་རང་གི་རྩོམ་བྲི་ཡས་ཡོད་ན་འདི་ག་ལ་བྲི་འུར་བ་ཤར་ཕྱོགས་ཁུག་རྟ་ལ་མར་བས་ཁོ་བའི་ཞི་བའི་མཁས་པ་ཡིན་ལ་ཡིད་དོ་འདི་ག་ལ་བྲིས་ན་བྲི་འུར་བ་དེ་ན་བཞིན་ཟོང་དོར་རིན་པོ་ཆེ་ད་དངོས་གནས་ཁོ་རང་མཁས་པ་བསམ་གྱི་མི་ཁྱབ་པ་རེད་ཨ་ནི་ཅིག་ག་ལ་འོ་རེད་ཁྱོད་འཇིག་རྟེན་ཚང་མ་ག་ལ་ཨ་ནི་བད་ཁོ་ར་མཁས་པོ་ཞི་བ་ཡོད་རེད་བྱས་ནས་མི་འདུ་བས་ཨ་ནི་འདི་ཡིན་དུས་བརྩམས་པ་ལ་ད་དེ་འདྲས་ག་ལ་རྩོམ་ཅིག་བྲིས་ནས་ང་ཚོའི་གི་བོད་པའི་གི་གནད་དདོན་འདི་འཛམ་བུ་གླིང་སྡུག་ཅག་རྒྱ་མིལ་སྡུག་ཅག་བྲིས་ལགས་མེད་ད་བོད་པའི་གི་གནད་དདོན་འདི་འཛམ་བུ་གླིང་ག་ལ་སྐྱེས་ཐུ་བ་བྱེད་ད།

གན་དྷེ་ར་ཇི་ལེ་ཡན་ཡིན་མེད་གང་ཞིག་རེད་བ་སྤྱི་བཏང་གི་ཨ་ནི་སྲིད་སྐྱོང་གི་ཆབ་སྲིད་སྲིད་ཟུར་སྲིད་ཟུར་བློ་བཟང་སེང་གེ་གིས་རེད་བ་ཨ་ནི་ཆབ་སྲིད་ཀྱི་ཐད་ལ་ང་ཚོ་ལ་དཀའ་ངལ་ག་བ་ག་བ་ལ་འཕྲད་ཡོད་མེད་དོན་ཚོ་མ་ཅིག་བཤད་ཡོད་འདུག་ཙམ་པ་ལ་ང་ཚོ་ཚང་མ་ཁ་ཕག་ལྟ་ནས་རེད། རྒྱ་མི་ལ་ཁ་ཕག་ལྟ་ནས་སྐད་ཆ་བཤད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་རེད། ཨ་ནི་ད་ལྟ་ང་ཚོ་བྱང་ཨ་མེ་རི་ཀའི་གི་དོན་གཅོད་དེ་ཨ་ནི་ཁ་ཚུགས་ལྟ་ནས་ཡང་ཅིག་སྲིད་སྲུང་ག་ལ་འོ་རེད། སྲིད་སྐྱོང་བློ་བཟང་སེང་གེ་ལ་ཡ་ཅིག་མི་འདོད་ཁ་བརྡའི་ཡིན་པའི་སོ་འདྲ་བོ་བྱེད་ནས་མི་འདོད་ཡ་ཅིག་མང་པོ་ཅིག་རྣ་བ་མ་འགྲོ་བའི་འདྲ་བོ་བྱེད་དང་ང་ཚོ་སྐད་ཆ་ཉན་ངེས་ཡིན་ན་ཡི་རོ་ཕག་ཅིག་ཉན་ཡོང་དུས་ཙམ་པ་ལ་ཨ་ཙི་ཐབས་སྐྱོ་ལ་མི་འདོད། ང་ཚོ་དཀའ་ངལ་གྱི་མདུན་ག་ལ་ཅོག་ཙེ་ག་ལ་བཞག་དུས་ཙམ་པ་ལ་འདི་དཀའ་ངལ་འདི་ཨོ་དཀའ་ངལ་ཅིག་ལ་ངོས་འཛིན་དངོས་གནས་བྱེད་ནས

འདི་ཡིན་དུས་ཙམ་པ་ལ་རོགས་པ་བོད་དོན་གྱི་ཐོག་ལ་རོགས་པ་རོགས་པ་སློང་བ་ར་བྱེད་ན་རོགས་པ་མ་བྱེད་བའི་དེ་འདྲས་ང་ཐེག་ཚོམ་མེད་རོགས་པ་བྱེད་ཀྱི་རེད་བསམ་གྱི་འདུག་རོགས་པ་དེ་ཡིན་དུས་ཙམ་པ་ལ་ཨ་ནི་དོན་གཅོད་ཁོ་རང་ཡང་ཅིག་བྱ་མ་འགྲོ་ནས་སྒོ་ང་ཁྱི་འདྲུ་གི་ཡིན་ལ་ཡ་འདྲ་བོ་དང་ཟ་ར་ཚོ་ར་མང་པོ་ཅིག་བཤད་དུས་དུས་ཙམ་པ་ལ་རོགས་པ་ཁོ་རང་ལ་ངས་གོ་ཐོས་བྱེད་བ་ར་བྱེད་ཡིན་ན་ངས་གོ་ཐོས་བྱེད་བ་ར་བྱེད་ཡིན་ན་སྤྱི་བཏང་གྱི་སྲིད་སྐྱོང་ལ་ཅིག་ཁོ་རྣ་བ་མ་འགྲོ་བའི་གྱི་ཅིག་སྐད་ཆ་གཏམ་ཡིན་ན་འདྲ།

ངས་སྙིང་མ་ཞུ་བ་ན་ཞེ་དྲེག། སྲིད་སྐྱོང་བློ་བཟང་སེང་གེ་ཡིས་ཡག་གར་ཚོས་བཟོས་བྱ་རྒྱུ་ཚང་མ་རོ་སྤེན་པ་ཚེ་རིང་གིས་མ་གཏོར་ནས་ཁོ་རང་ག་ཅིག་ཁོ་རང་གི་མིང་ག་ལ་བསྒྱུར་ཡག་གི་ཐབས་ཤེས་དེ་ག་དུས་ཡིན་ན་བྱེད་དེ་གི་རེད་རོ་དེ་ཡིན་དུས་ཙམ་པ་ལ་ཨ་ནི་དོན་གཅོད་ཀྱི་སྐད་ཆ་བཤད་སྟངས་དེ་རྩ་བ་ཉིད་ནས་ཡག་པོ་ཅིག་མཐོང་མ་སོང་རོ་ཡག་པོ་ཅིག་མཐོང་མ་སོང་སྤེན་པ་ཚེ་རིང་ལ་དཔེ་དཔེ་ལས་བཤད་རྒྱུ་འགྲོ་བ་ཅིག་དང་དེ་འདྲ་བྱས་ནས་ཨ་ནི་སྲིད་སྐྱོང་གི་སྲིད་ཟུར་ལ་ཡིན་རོ།

བྱས་ནས་དོན་བརྗོད་ལ་རོ་ཧ་བར་ནི་དོན་རེད། ངས་གོ་ཡ་བྱི་བ་ར་བྱས་ན་ཁྱེད་རང་ཧ་བར་ནང་ལོག་ལ་ཡ་ཚུ་ཡོད་ཁོ་རང་སློབ་སྲིད་སྐྱོང་བློ་བཟང་སེང་གེ་གི་ཉིས་སྟོང་བཅུ་དྲུག་ལོ་ལ་ཨ་ནི་ཁྱེད་རང་ལ་རྒྱབ་གཉེས་ཤུགས་ཆེན་པོ་ཅིག་ཡོད་རེད། དེ་འདྲའི་གོ་སོང་རོ་དེ་འདྲའི་ཡིན་པ་ར་བྱས་ཡིན་ན་ང་ཚོ་ཁྱེད་རང་གི་གལ་སྲིད་འདི་དངོས་གནས་ཡིན་པ་ར་བྱས་ཡིན་ན་ཨ་ནི་ཨ་ནི་ཁྱེད་རང་གི་ད་ལྟ་མིང་སྤྱི་ཚོགས་ནང་ལོག་ལ་ཧ་བར་ནི་དོན་ཡིན་ལ་ནི་མིང་ཁྱི་དེ་ཡ་འདི། རུ་བ། མིང་ཆེན་པོ་འདི། ཨ་ནི། འདི་གི་རྒྱབ་གཉེར་ཤུག་གུ་བཀྲིས་བདེ་གཉེར། སྲིད་སྐྱོང། བློ་བཟང་སེང་གེ། རུ་བ། ཉིས་སྟོང་བཅུ་དྲུག་ལོ་ལ། དེ་འདྲ། དེ་འདྲ་ཅིག་གོ་ཡས་འདུག། རུ་བ། ད་འདི་ག་ཚོད་བར་དུ་བདེན་པ་ཡིན་ད། གལ་སྲིད་འདི་བདེན་པ་ཡིན་པ་ར་ཅིག་ཡིན་ན་ཨ་ནི་ཁྱེད་རང་དངོས་གནས་གོ་རང་ཅིག། མི། ལས་རྒྱུ་འབྲས་མེད་སྐྱོ། མི་འདུས། འདི། ལས་རྒྱུ་འབྲས་མི་སྐྱོ་ཅིག་ལ་ངེད་ཀྱིས་ངོས་འཛིན་བྱེད་ཆོག་པ་འདུག་རོ་ཡ། སོ་སོ་སོ་སོ་གི་ཁེ་ཕན་གྱི་ཆེད་དུ་ཨ་ནི་ཚང་མ་འདི་བྱེད་ནས་སྐྱེས་མི་འདུག་ལ་སོ་ཨ་ནི་སྤྱི་བཏང་གི་ངའི་གོ་ཡ་ལ་ད་ག་རང་ཁོ་སོ་ཉིས་སྟོང་བཅུ་དྲུག་ལོ་ལ་ཨ་ནི་ཁྱེད་རང་ཧ་ཝར་ལ་ཡ་ཚུད་ཡོད་ལ་ཨ་ནི་ཞུ་གུ་འདི་ཚང་མ་སྲིད་སྐྱོང་བློ་བཟང་སེང་གེ་གི་རོགས་པ་བྱེད་རེད་རོ། འོན་ཏེ་ཡིན་དུས་བརྩམས་པ་ལ་ད་ཁྱེད་རང་གིས་གྱིས་སྲིད། འདི་ང་ཚོ་མི་མང་གིས་ཧ་གོ་གོ་འོ་མར་བསམ་པ་ར་ཅི་ཡིན་ན་ནི་ཨ་ནི་དངོས་གནས་ཁོ་རང་ཅིག་འདི་ལྟས་ཅིག་ནོར་འཁྲུལ་རེད་བསམ་གྱི་འདུག་རོ། ཨ་འདི་འདྲ་རེད་ཨ་ནི། འདི་གཅིག་བྱས། ད། ད་རིང་ཨ་ནི་ཅིག་རྔམ་ཆོས་རྔམ་ཆོས་ཆ་དེ་རེད་རོ། ཨ་ནི། དེ་ཡིན་དུས་ཙམ་པ་ལ་ད་རྔམ་ཆོས་རྔམ་ཆོས་ཚོགས་བོར་དགོངས་དག་དེ་ད་ད་རིང་འགྲོ་ཡ་མེད་མདའ་ཁ་ཆེན་ལ་ན་ཆམ་པ་འདྲ་བོ་ཅིག་རྒྱབ་དེ་དུས་ཙམ་པ་ལ་ཡང་མི་མང་པོ་ཅིག་ག་ལ་ཚོགས་ཚོགས་ཀ་འགྲོ་བ་འདྲ་ཅིག་ཡིན་ན་ཏག་ཏག་དེ་ཡིན་མི་འདུག་དེ་ཡིན་དུས་ཙམ་པ་ལ།

ད North America ལ་དུས་ཙམ་པོ་དོན་གཅོད་ནང་ནས་དོན་གཅོད་གལ་ཆེ་ཤོས་གཅིག་ཡང་ཨ་རི་དེ་ཆགས་སྒོ་རོ་ཡ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ནས་ཨ་རི་དང་རྒྱ་གར་གཉིས་དེ་དོན་གཅོད་གལ་ཆེ་ཤོས་ཆགས་སྒོ་དེ་འདྲའི་གི་ས་ཆ་དུམ་པོ་ཅིག་སླེ་ད་སྤེན་པ་ཚེ་རིང་རྐུབ་ལ་རྒྱུག་བསྡད་ན་རོ་ཡ་ཨ་ནི་ག་རེ་ལགས་འོར་ད་ང་ཚོ་སློབ་སྦྱོང་ཡོད་ངེས་གི་དེ་འདྲ་བྱེད་བ་ར་ཅན་ཡིན་ན་སློབ་སྦྱོང་མེད་ངེས་ད་ཁག་མི་འདུག་ཨ་ཡ་ཟླ་བ་ཟེ་རི་ལ་ཡ་ད་དུ་འཛུ་ད་ཁག་མི་འདུག་ཨ་དྲང་པོ་ལགས་འོ་སློབ་སྦྱོང་ཡོད་མ་རོ་བ་གོ་རོ་ཡ།

དྲང་པོ་ལའོ། སྤེན་པ་ཚེ་རིང་འདྲ་བོ་ཡིན་ན་ཧ་ཝར་གྱི་ཟུར་མཐོང་ཉུང་ཡོད་ཀྱི་མ་རེད་རོ། དེ་འདྲའི་འདྲ་བོ་གཅིག་ལ་རོ་ཁ་ཉིན་ནི་རོ། ད་སློབ་སྦྱོང་འདི་བོད་ཆོས་མིན་འདུག་ཨ་ཤུ་གུ་འདི། ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་རོ། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། Meritocracy ག་ལ། ལམ་ལུགས་སྲོལ་ཅིག་ཡིན་ཅི་མིན་ཅི་བཟོས་དགོས་འདུག Meritocracy ལ་དུས་ཙམ་པ་ལ་ག་རེ་རེད། ཁྱོད་རང་གིས་བརྗོད་ན། ང་ཚོ་ས་ཆ་ཡོད། རོ། པིན་རྒྱག་དང་གཅིག། རོ། མེ་རིས་བཀོད་ལ་རོ། སོ་སོ་གི་འཇོན་ན། ཁྱོད་རང་དྲུང་ཆེ་བྱེད་ཆོག་ཡོད་ཁྱོད་རང་སྲིད་སྐྱོང་བྱེད་ཆོག་ཡོད་སོ་སོ་འཇོན་པ་ར་བྱེད་ན་སོ་སོ་ལ་སློབ་སྦྱོང་བྱེད་སོ་སོ་ལ་དངོས་གནས་ཁོ་རང་ནུས་པ་ཡོད་ན་རོ། འགྲོ་ས་ཡོད་སྐྱོ་གི་ལང་ཀ་བཟོས་དགོ་རུ་མ་གཏོགས་རོ། ཞེ་མ་ཨ་ཞང་གི་སྤིན་རྒྱ་ཡིན་ཨ་ཁུ་གི་སྤིན་རྒྱ་ཡིན་ཅོ་ཅོ་སྤིན་རྒྱ་ཡིན་ཁོ་བླ་མ་རྩ་ཆེན་པོ་རེད་ཁོ་གཅིག་རེད་གཉིས་རེད་འོ་ནི་རེད་འདྲ་བོ་གཅིག་ལ་བ་ར་བྱེད་ཡིན་ན། ང་ཚོ་བཙན་བྱོལ་སྤྱི་ཚོགས་དངོས་གནས་ཁོ་རང་ཞབས་འདྲེན་ཞུ་ཡོད་ཀྱི་མཚམས་ལ་སླེབས་ཚར་ད་དུས་ཚོད་ཐབས་སྐྱོ་བོ་རེད། ནང་ལོགས་ལ་འཛིང་སྟེ་དུས་ཚོད་སྐོར་ར་མ་རོ། ཡིན་ནས་ད་ད་ད། སློབ་སྦྱོང། ཧྭ་ཝར་ཅུས་ཡིན་ལ་བོར། བྱང་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་དེ་འདྲ་གལ་ཆེན་པོ་ཅིག་མི་ཚེ་ནང་ལོགས་ལ་ཁོ་ལ་གོ་སྐབས་དེ་འདྲའི་ཡག་པོ་རག་གི་མ་རེད་རོ། གོ་སྐབས་རག་རེད། ད། སོ་སོ་གི་རྣམ་དཔྱོད་བེད་སྤྱོད་ཅེས་མེད་བ་བྱས་ཧྭ་ཝར་སྟབས་རྩིས་བརྒྱབ། རོ། སོ་སོ་གི་ཤཀིལ་ཚང་མ་སྟབས་རྩིས་བརྒྱབ་སྤེན་པ་ཟེར་རིགས་ཁ་རེ་བླ་ན་མྱེད་འདི་ན།

ཁོང་གིས་དུས་རབས་ཉི་ཤུ་རྩ་གཅིག་པ་ལ་མཐུན་པ་བྱེད་འགྲོ་ཐུག་མི་འདུག་རེད་བ། ད་ལྟ་དཔལ་ནཱ་གྲོ་ཅི་ཡིན་ན་སྲིད་སྐྱོང་བློ་བཟང་སེང་གེ་ཀྱིས་ལོ་བཅུའི་རིང་ལ་དཀའ་ལས་བརྒྱབ་ནི་རེད་བ་གོམ་པ་མདུན་སྐྱོད་བརྒྱབ་ནི་རེད་བ་ང་ཚོ་སྲིད་སྐྱོང་བློ་བཟང་སེང་གེ་ལ་དགའ་ན་འདྲ་མ་དགའ་ན་འདྲ་དེ་སྐད་ཆ་གཅིག་རེད་བ། སྤྱི་བཏང་ང་ཚོ་འཛམ་བུ་གླིང་སྙེམས་དོ་ལ་དྲང་པོ་ལ་བ། Iphone གི་རྫ་མ་ནང་ལ Nokia ཁྱི་དེ་ན། འགྲིག་མ་རུ་བ། ད་སྲིད་སྐྱོང་གིས་ང་ཚོ་སོ་སོ་སྒེར་ལ་ཡིན་པ་རེད་ཅེ་ན་སྲིད་སྐྱོང་བློ་བཟང་སེང་གེ་གིས་རུ་བ། ང་ཚོ་ཨའི་ཧྥོན་གྱི་རྫ་མ་ན་རེད་ད་འགྲོ་གོ་རུ་ད་ལའི་རྗི་བ། ད་དུས་རབས་འདི་ཨའི་ཧྥོན་གྱི་དུས་རབས་སླེ་ཚར་རེད་ཡ་ང་ཚོ་གོམ་པ་མདུན་སྐྱོད་རྒྱ་བོ་ཚང་མ Digital བཟོས་ཡ་ད་དེ་འདྲས་ཀྱི་རིགས་མི་འདོད་ཤུགས་རྒྱབ་ནས་མི་འདོད་ཁང་པ་ཡིན་ན་ཡག་ཨ་མི་འདོད Office ཡིན་ན་ཆེ་ཡ་དྲ་རྒྱ་ཡིན་ན་ཆེ་ད་དེ་འདྲས་ཀྱི་འཛམ་བུ་གླིང་འགའ་ལ་གོམ་པ་མདུན་སྐྱོད་རྒྱ་ནས་འགྲོ་དེ་དུས་ཙམ་པ་ལ།

ཡིན་ནའི་ནོ་ཀེ་ལ་འགྲོ་བ་ར་ཅི་ཡིན་ན་འགྲིག་བོར་དང་ཡིན་ནའི་ནོ་ཀེ་གི་སོབ་ཝེར་དེ་ད་ལྟ་ཡོད་མ་རོ་བ་དང་ནོ་ཀེ་གི་ཕོན་གི་སོབ་ཝེར་དེ་ཨབ་དེད་བྱས་ཡོད་མ་རོ་བ་ཁོ་དུས་ཚོད་བཟོ་ཚར་བ་རོ་ཡིན་ནའི་ཁོ་རང་འགྲོ་གི་ཡིན་ལ་ན་འགྲིག་བོ་རེད་ཡིན་ནའི་ག་ཚོད་པ་དོ་དེ་ནས་བཙན་བྱོལ་སྤྱི་ཚོགས་དེ་ག་ཚོད་པ་དོ་ཡར་ཡར་འགྲོ་ཐུབ་རེད་རོ་ཇེ་མང་གི་སྲིད་སྐྱོང་ཅིག་སླེ་བ་ར་ཅི་ཡིན་ན་ལོ་ལྔ་རྗེས་ལ་སྲིད་སྐྱོང་གཞན་པ་ཅིག་སླེ་བ་ར་ཅི་ཡིན་ན་འདི་ལ་ལས་ཀ་ག་ཚོད་ག་ལས་ཁག་པོ་ཡང་རོ་ད་ལྟ་བློ་བཟང་སྲིད་སྐྱོང་བློ་བཟང་སེང་གེ་གི་བཟོས་བྱ་རྒྱོ་དེ་སྤེན་པ་ཚེ་རིང་གི་དེ་ལ་འཇུག་དོན་ཕྱི་ནས་འགྲོ་ནས་རོ། འདི་རྗེས་མ་སྲིད་སྐྱོང་འདི་སླེབས་དུས་ཙམ་པ་འདི་ལས་དྲག་ག་འདི་ལས་དྲག་ག་ཆ་ཡག་གི་ཕ་མ་རྒྱུན་མཐུད་ནས་འགྲོ་དགོས་འདུག་མ་གཏོགས་རོ། སོ་སོ་གི་བུ་གཅིག་གི་རྐུབ་བཀྱག་ག་ལ་སུ་སླེབས་ན་འདི་གི་ཡང་ཐག་གཅོད་གསར་བ་བྱེད་དགོས་ངེས་འདི་གཅིག་ང་ཚོ་བོད་པའི་གི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་འདི་ཤུགས་ཆེན་པོ་ཞི་བོ་རེད། དཀའ་ངལ་ཤུགས་ཆེན་པོ་ཞི་བོ་རེད། རོ། རྒྱུན་མཐུད་ནས་འགྲོ་ཐུག་མི་འདུག་ཡིན་གཅིག་མིན་གཅིག་སོ་སོ་སྲིད་ག་ལ་སླེབས་བ་ར་བྱས་ན་ངས་འདི་བྱེད་ཡིན་འདི་བྱེད་ཡིན་ལ་ནི་མིང་བཟོས་འདི་དག་དཔེ་གལ་ཆེན་པོ་སོ་སོ་སྒེར་ལ་ཁེ་ཕན་ལོ་ལྔ་ཚ་ནི་སོ་སོ་སྒེར་ལ་ཁེ་ཕན་རག་ཡ་གི་མིང་བཟོས་འདི་དཔེ། དོ་སྣང་བྱེད་ཀྱི་འདུག་རོ། དབང་ཆ་བེད་སྤྱོད་བྱས་ནས་སོ་སོ་སྒེར་ལ་ཁེ་ཕན་རག་ཡ་རང་གིས་དོ་སྣང་བྱེད་ཀྱི་འདུག་རོ། མིང་བཟོས་ཡ་གལ་ཆེན་པོ་མ་རུ་བ་ད་ལྟ་འགྲོ་དེ་སྐྱོ་དེ་ང་ཚོ་ད་ལྟ་ཡ་བི་རྒྱ་བཏང་ནས་ཡ་བི་རྒྱ་བཏང་འགྲོ་ཡ་དེ་གལ་ཆེན་པོ་དཔེ་རེད་བསམ་གྱི་འདུག་རོ། ཡ་དེ་བྱེད་ཀྱི་མི་འདུག་དེ་བྱེད་ནས་ད་ང་དྲང་པོ་ལ་བ། དེ་འདྲས་དེ་འདྲས་རྐྱང་རྐྱང་བྱེད་དེ་དུས་ཙམ་པ་ལ་ཨ་ནི་མི་ཁོ་རང་དངོས་གནས་ཁོ་རང་རྒྱབ་སྐྱོར་བྱེད་ཡ་ད་དྲང་པོ་ལ་བ།

ཁྱེད་རང་ག་རེ་འགྲོ་གི་ཡིན་ན་འགྲོ། ཡིན་ནས་ང་ཚོ་འདོད་པ་མེད་ལ་ཡ་དེ་འདོད་པ་མེད་སྐྱོག་གི་རྣམ་པ་དེ་ཤུགས་ཆེན་པོ་སྟོན་དགོས་རེད་བསམ་གི་འདུག་འགྲོ་བ་ཡ་སྤེན་པ་ཚེ་རིང་ལ་འཕགས་པ་རེད་སྡུག་ཅག་རེད་ནག་པོ་རེད་གཅིག་རེད་གཉིས་རེད་དུག་ལོག་གྱོན་ཞིང་མི་འདུག་ལ་ཡ་འདྲ་བོ་དང་དེ་ཚོ་སྐད་ཆ་གཅིག་རེད་དེ་ཚོ་ཤེས་ནས་ཞུ་ཞུ་བོད་ཆོལ་གང་ཡོད་མར་ཁེ་ཕན་གང་ཡོད་མར་ང་ཚོ་ལ་ཁེ་ཕན་གང་དགོས་ཅི་ར་ཡ་མི་འདུག་རོ། ཡིན་ན་སྤེན་པ་ཚེ་རིང་གིས་ད་ལྟ་མ་བྱེད་རྒྱུ་དེ་ཚོ་ལ་བྱེད་ཀྱི་མི་འདུག།

བཀའ་བློན་དགོངས་པ་ཞུ་དགོས་དེ་འདྲའི་གར་ཕྱིན་ཆག་སྒོ་རུ། ཆབ་སྲིད་གཙང་ན་རྩེ་སོ་སོ་མིང་འདི་དག་སོ་སོ་གིས་འདིར་རང་ལ་ཁེ་ཕན་རང་གི་ཆེད་དུ་མི་འདོད་དངོས་གནས་ཁོ་རང་སྐུ་སྒེར་ཡིག་ཚང་ལ་ད་དངོས་གནས་དྲང་པོ་ལབ་བོ་སྐུ་སྒེར་ཡིག་ཚང་ལ་ལས་ཀ་བྱེད་ངེས་ཨ་ཙི། གོང་ས་མཆོག་ནག་དགུང་རང་ནང་ལ་བཞག་ཡས་ཀྱི་ཐབས་ཤེས་བྱེད་ཀྱི་འདུག་བ་དོན་ཚོ་བློ་འཚབ་ཡོད།

རོ། མི་མང་པོ་ལ་ཡོད་རེད། ཨོ། ཁྱོད་ཕ་མེད་ཚུལ་མེད་སྐད་ཆ་ཡག་པོ་བཤད་ཀྱི་འདུག་ཟེར། དེ་འདྲ་ལབ་ན་འགྲིག་གི་འདུག་ཡིན་ན་ཡང་སྤྱི་བཏང་གི་ང་ཡི་མི་ཚེ་ལ་རོ་སྐྱིད་མ་ལ་བདེ། སྐྱིད་མ་ལ་བདེ་ལ་ཡ་དེ་ངས་མི། མ་བིན་མཐོང་དགོས། དྲང་པོ་ལ། རོ་སྐྱིད་མ་ལ་བདེ་ཐུག་ཡ་ཡོད་མ། ཕ་མེད་ཚུལ་མེད་བཤད་དེ་ངས་དོན་དུ་རོ་འདིར་ཆག་གོར་ཙི་ཙི་སྐམ་པོ་ཆག་གོར་ད་སོ་ཕ་ཕྱོགས་ལ་བྱིའུ་ཡིན་ལབ་དེ་གཤོག་པ་སྟོན་ཚུལ་ཕྱོགས་ལ་ཁྱི་ཡིན་ལབ། སོ་སྟོན་དེ་ངས་དེ་རོ།

ཁྱོད་དྲང་པོ་ཆ་མ་སོ། ཁྱོད་ཀྱི་མ་ལ་བདེན་ཡིན་ལ་ན་ཀྱི་མ་གན་དྲན་དེའི་གོ་རོ། ངས་ཀྱི་འོན་ཏེ་ལན་ཁོ་རང་ལ། ངས་ཁྱོད་རང་ལ་དྲི་བ་གཅིག་བཏང་གོ་ལན། ངས་ཨ་མ་མི་གཅིག་གི་སྲས་རེད་ལན། ངས་ཁ་སང་དང་གོ་རང་གྱེས་བཞིན། ངས་ཀྱི་ཕ་མ་མི་གཅིག་གི་སྲས་རེད་ལན། རོ། ད་ང་ལ་པད་སེམས་པ་ལ་འདི་ཡོད་རེད་ལན། མི་གཅིག་གི་དཀྱིལ་ལས་ནས་ད་ག་ཡོད་མ་རེད་ཞིག་ངས་ཤི་ཚར་རེད་ད་བཞག་ཤོ། ཡ་མེད་བཏང་མི་འདོད་ད་ཁྱེད་རང་གཉིས་འདྲི་བ་བྱེད་ཁྱེད་རང་གཉིས་མཇལ་ལ་ནོར་འཁྲུལ་གཅིག་པ་འདུག་ལ་ན།

སོ་སོ་ག་ལ་བབས་ན་རོགས་ཇོ་བོ་རིན་པོ་ཆེ་ཚོ་ནང་ལ་གན་དྲི་དོད་ཡོང་གོ་དོ་ཨ། དྲི་ཁྱེད་ཡོང་གོ་དོ་བས་ག་རེ་བྱེད་གོ་དོ་བས་ལས་ཀ་ལ་སྐྱོ་ལས་ཀ་ལ་སྐྱོ་ཐུ་ཅིག་བྱེད་གོ་དོ་བས་པིན་རྒྱ་རུབ་རྒྱག་གོ་དོ་བས་ག་རེ་བྱེད་གོ་དོ་བས་ཚང་མ་བྱེད་ཀྱིར་ད། རོགས། ཇིར། ཡིན་ནས་སོ་སོ་ག་ལ་བབས་བས་འདི། སོ་སོ་ག་ལ་འདི་ཡུང་ངེ་མ་འཕྲོ་ན། རོགས། དང་པོ་ནས། ཆུ་མ་ཡོན་ཀོན་གྱིས་ར། རོགས། ང་ཚོ་སྤྱི་ཚོགས་ནང་ལ་རྙོག་དྲ་ཆེན་པོ་མ་ཆགས་སྔོན་ལས།

རོ། སྒོམ་པ་ལ་བདེ་དུས་ཙམ་པ་ལ་ཐུབ་ཚད་མང་པོ་ཟད་ཉོ། གྲྭ་བ་སྟོབས་ན་བདེ་སྐྱིད་ལ་འགྲོ་གོ་རོ། མི་སུམ་སྟོང་བཞི་སྟོང་གི་ལ་ཐུབ་ཚད་བཏང་ཉོ་ཐུབ་ཚད་བཏང་མཁན་ཚང་མ་ལ་རོ། བསྟན་འཛིན་བཞི་སྐད་ཆ་ཁྲི་དང། ཁྱེད་རང་ཚོ་གཞན་པ་གང་གོ་ཅི་ལའོ་མ། བསྟན་འཛིན་བཞི་ལ་ཡིར་རོ། རོ། ང་ལ། སྒོམ་པ་ལ་མིང་གཞན་པ་ཅི་ཡོད། ཨོ་ཁེ། ཁྱེད་རང་ཚོ་རོ། འོ་འདི་ག་ལ་སྐད་ཆ་ཁྲི་དང། ལོ་དྲུག་ནས་ཕྱི་ནས་རོ། ང་ལོ་བཅུ་བདུན་བཅོ་བརྒྱད་པ་དོ་དེང་སྒོམ་པ་ལ། རོ། ལོ་དྲུག་ནས་ལོ་བཅུ་བདུན་བཅོ་བརྒྱད་བར་དུ་བསྟན་ཡིན་རོ། ལོ་བཅུ་གཉིས་རིང་ལ་དགོན་པ་ལ་བསྡད་ཡིན་རོ། དངོས་གནས་ཁོ་རང། གྱོང་ཁྱི་མ་ཉུ་ད་ལྟ་བར་དུ། གྱོང་ཁྱི་མ་ཉུ། སུ་མོ་གོ་སུ་ཡིན་ན། རོ། མགོ་མཁན་པོ་ཡིན་ན་ཡིན་རོ། འགྲོ་ཐུབ་ངེས་ཡོད་མི་ཅིག་ཡིན། འདི་ཡིན་དུས་ཙམ་པ་ལ། དེ་འདྲས་ག་ལ་ང་ལ་ཚོད་ལྟ་མ་བྱེད་རོ་ཅིག་ཞོ་ག་སྡེ་བ་ལ་ཟུར་སྡེ་བ་ལ་ཡི་གེ་གཏང་འདུག་རི་གཉན་ཚེ་བྲིས་ཀྱི་འདུག་རོ། དེ་བྲིས་བ་ར་ཅན་ཡིན་ན་ང་ད་ལོག་གི་ཧོར་མའི་དང་པོ་ལ་མང་པོ་ཅིག་གང་མཐོང་བ་དང་གཉིས་གཏང་བཞིན་ཡོད་ཤར་སྐྱ། རོ། འདི་ཡིན་དུས་ཙམ་པ་ལ་ང་ཚོ།

དབང་ཆ་དེ་འདྲས་ཀྱི་ཆེད་དུ་ཆབ་སྲིད་ནག་པོ་ལས་དེ་འོང་འདིར་ད་ཆབ་སྲིད་ཀྱི་སྒང་ལ་ལིདར་ཅིག་ཡོད་རྒྱུ་ཙམ་པ་ལ་ཁོ་རང་གི་དབང་ཆ་བེད་སྤྱོད་བྱེད་ཀྱི་འདུག་བས་ཁོ་རང་གི་མིང་རྐུབ་བཀྱག་དབང་ཆ་ལ་བེད་སྤྱོད་བྱེད་ནས་བསྡད་ཀྱི་འདུག་བས་འདི་ལྟ་བས་དེ་དཔེ་གལ་ཆེན་པོ་རེད་ད་འདི་ལྟ་རྒྱུ་ཡོད་ན་མི་དེ་གི་ཆབ་སྲིད་ཡག་པོ་བརྩི་དགོས་མར་ཆབ་སྲིད་ནག་པོ་བརྩི་དགོས་ཆབ་སྲིད་ཡག་པོ་དེ་ག་རེ་རེད་ཁོ་རང་གང་དཀོད་ཅིག་མེད་ནས་མི་མང་གི་རང་གི་ཆེད་དུ་ཁ་ནས་མ་ཚིག་ཅིག་ཐོན་ནའི་རེད་བ་མི་མང་རང་གི་ཆེད་དུ་དོན་གྱི་འདུག་བས་མི་འདུག་བས། རོ། སྐུ་བཀྱག་ལ་མ་པི་བ་ར་ཅི་ཡིན་ན་ཁོ་ལ་གང། ག་ལོག་ར་ཨ་སར་ལ་ཡི་རོ། ཁྱད་པར་འདུལ་བའི་མི་འདུལ་བའི། འདུལ་ཚུལ་ཚང་མ་ལྟ་ཡ་འདི་རོ། ང་ཚོ་ལྟ་མ་ཐུ་བའི་གང་སྐུ་ཅི་མ་རོ། རོ། སྤྱི་ཚོགས་ནང་ལ་མང་པོ་ཡོད་ར་ལྟ་ད། ཨ་ནི་སྤྱི་བཏང་གི། གནས་ཚུལ། མཛའ་དྲག་པོ་ཅིག་ལ་བོད་ནང་ལོགས་ལ་ད་ལྟ། ད་འདི་ཁྱབ་བསྒྲགས་འདི་ཤུགས་ཆེན་པོ་ཅིག་བྱེད་ཐུ་ན་ཡག་པོ་ཡོད་ས་རེད་རོ། སྤྱི་བཏང་གི་ང་དང་བོ། རྡ་རམ་ས་ལ་ནས་ཨ་ནི་མི་ཅིག་གིས། ལན་བཞག་ཞེ་རོ། དྲང་པོ།

མི་མང་ལ་ཁྱབ་པའི་ཤུགས་ཆེན་པོ་ཅིག་གཏང་རོགས་བྱེད་འཛམ་བུ་གླིང་འགའ་ལ་ང་ཚོ་གིས་འདི་སྐོར་ལ་ཁྱབ་པའི་ཤུགས་ཆེན་པོ་ཅིག་གཏང་རོགས་བྱེད་བྱས་འོན་ཏེ་ངས་འབོད་སྐུལ་ཡིན་སྤྱི་བཏང་གིས་ང་ཚོ་གིས་ག་རེ་བཏོན་དགོས་རེད་ལབ་ན་ང་ཚོ་བོད་པའི་གི་ཨ་ནི་ག་ལ་འོ་རེད་ང་ཚོ་བོད་པ་ལ་སྐར་མ་གཅིག་གོ། ཆོས་ཕྱོགས་ཀྱི་ཆ་ནས་ང་ཚོར་རྒྱ་མི་གིས་ང་ཚོ་ལ་དཀའ་ངལ་ཡོད་དེ་སྐྱོ་བྱེད་དང་ཆབ་སྲིད་ཀྱི་ཆ་ནས་ད་དཀའ་ངལ་ཡོད་པ་བྱེད་རོགས་འདི་ན་བཞིན་ཆོས་དད་རང་དབང་མེད་སྐྱོ་ཨ་ནི་དེ་འདྲས་ཀྱི་ད་ཕིར་དགུ་བཅུ་དགུ་དགུ་བྱེད་བ་ད་ལྟ་བར་དུ་དངོས་གནས་ཁོ་རང་ཨ་དེ་འདྲས་ཀྱི་ཆེན་པོ་ཅིག་ཨ་ནི་འགྲོ་ད་རྒྱ་མི་གིས་རྒྱ་མི་དགུ་མོ་ས་ཡ་བཞི་བཅུ་ཅིག་འགྲོ་སོང་བཏང་ནས་ཨ་ནི་རྩ་མེད་བཟོས་རེད་རོ་ཨ་དེང་རི་མ་རེད་དེང་རི་ལ་ཡོད་དོ་ག་ས།

ཡིན་གཅིག་མིན་གཅིག་ང་ལ་སྐྲག་བྱེད་རོགས་བྱས་ཞེས་ངས་ཡང་འོན་ཏེ་འབོད་སྐུལ་ཡིན་ང་ཚོ་འདི་ཁྱབ་བསྒྲགས་བྱེད་དགོས་འདུག་ང་ཚོ་བོད་ཆུ་ལོག་ལ་བསྡད་ནས་ཨ་ནི། བོད་ནང་གི་ཨ་ནི། བདེ་སྡུག་འདི་ལ་ང་ཚོ་ཁྱབ་བསྒྲགས་བྱེད་ངེས་ཡིན་ལ་བསྒོ་རོགས་ད་དོན་དག་ཏོག་ཏོག་ང་ཚོ་ཆུ་ལོག་ལ་ལས་ཀ་འདི་མ་གཏོགས་ཡོད་མ་རོགས་གཞན་པ་བོད་ནང་ལོག་ལ་ཡོད་ངེས་མེད་ཅིག་ལ་གང་སྐུ་ཅིག་ཕན་ཐོག་མར་ཕན་ག་རེ་ཐོག་ལ་ན་ཁོང་ཚོས་ཀྱི་ད་མེ་སིན་ཇེར་འདྲ་བོ་ད་མ་སོང་ན་ང་ཚོ་ཡིན་ཟེར་བ་ཨ་ནི་དྲང་པོ་རོགས་བཀྲས་ཧོ་དཀར་མཛེས་དྲང་པོ་ལ་ཡ་དེ་རེད་དོ་ཨ